འོ་ཡ། ད་དེ་རིང་ང་རང་ཚོ་འཛིན་གྲྭ་བརྒྱད་པ་ཁ་བའི་ཀློག་དེབ་ནང་ལོ་ལ་ཡ་སློབ་ཚན་བཅུ་པ། ཤོག་གྲངས་དེ་ལྔ་བཅུ་ངེས་ངེས་ནང་ལོ་ལ་ཡ། ནི། གཟིགས་ན་ཨ། དེ་ནི་ང་རང་ཚོ། ཨ། དེ་ནི་མ་ཉམས་རྡོ་ཀློག་གི་ཡིན་དར་བ་ཀློག་དུས་བསམ་པ་ལ་ཡ་ནམ་རྒྱུན་ཞུས་པ་ནང་བཞིན་བྱས་རྗེས། ཨ། གསུང་སྐད་ཆེན་པོ་བྱས་ར་བ་སྐད་ཆེན་པོ་རྒྱབ། ཨ་ནི་སྒྲ་དག་པོ་གསལ་པོ་ར་བ། སྒྲ་མདངས་དེ་གསལ་པོ་བྱས་ནས། ཨ་ནི་དེའི་རྗེས་ལ་ཡར་ལྷོད་ལྷོད་བྱས་ནས་ལོག་གོ་རྒྱོག་པོ་ལོ་ཡར་དྲེ་ལ་ཁྱོད་ནི་ཕྱི་རྒྱོ་ཡོ་མར་ལྟ། རྒྱོག་པོ་ཁྱི་ནི་རྒྱོག་པོ་ཁྱོད་ནི་ལོག་གོ་མར་རོ་ལྷོད་ལྷོད་བྱས་ནས་ལོ་ཡར་ལྟ་ཡ་ཡ་ད་ང་ཚོ་སློབ་ཚན་འདི་མགོ་ནས་མིག་གི་གཞུག་པ་དོ་ཆ་ཚང་ཅིག་མཉམ་དུ་ཀློག་གིན་གདའ། ཧོ་ལ་སོ། སློབ་ཚན་བཅུ་པ། རྒྱལ་རབས་ལོ་རྒྱུས། རྒྱལ་བ་སྐུ་ཕྲེང་བཅུ་བཞི་པ་ཆེན་པོ། རྒྱལ་བ་སྐུ་ཕྲེང་བཅུ་བཞི་པ་ཆེན་པོ་བསྟན་འཛིན་རྒྱ་མཚོ་མཆོག་ནི། ཕྱི་ལོ་ཆིག་སྟོང་དགུ་བརྒྱ་སུམ་ཅུ་སོ་ལྔ་ལོར་སྐུ་འབུམ་ཉེ་འགྲམ་སྟག་འཚེར་ཞེས་པའི་ཡུལ་དུ་ཡབ་ཆོས་སྐྱོང་ཚེ་རིང་དང་ཡུམ་བདེ་སྐྱིད་ཚེ་རིང་གཉིས་ཀྱི་སྲས་སུ་སྐུ་འཁྲུངས། འགལ་ཚབ་རྭ་སྒྲེང་རིན་པོ་ཆེ་མཆོག་གིས་དབུ་སྐྲ་གཙུག་ཕུད་བཞེས་ཏེ་མཚན་ལ། རྗེ་བཙུན་འཇམ་དཔལ་ངག་དབང་བློ་བཟང་ཡེ་ཤེས། བསྟན་འཛིན་རྒྱ་མཚོ། སྲིད་གསུམ་དབང་བསྒྱུར། མཚུངས་པ་མེད་པའི་སྡེ་དཔལ་བཟང་པོ་ཞེས་གསོལ། ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ལོར་ཕོ་བྲང་པོ་ཏཱ་ལར་གཞུང་འབྲེལ་སྲིད་ཁྲིར་མངའ་གསོལ་བ་དང། དགུང་ལོ་བཅུ་དྲུག་སྐབས་བོད་ལྗོངས་ལྷ་སྡེ་མི་སྡེ་ཡོངས་ཀྱིས་གསོལ་བ་ཕུར་ཚུགས་སུ་བཏབ་པ་ལྟར་ཆོས་སྲིད་གཉིས་ཀྱི་ཐུགས་འགན་བཞེས། རྒྱ་ནག་གིས་བོད་ལ་བཙན་འཛུལ་བྱས་ཏེ་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་གཅིག་ལོར་བཙན་གནོན་འོག་གྲོས་མཐུན་དོན་ཚན་བཅུ་བདུན་ཟེར་བར་བོད་ཀྱི་སྐུ་ཚབ་ཚོས་མཚན་རྟགས་མི་དགོས་ཐབས་མེད་བྱུང། རྒྱ་དམར་གྱིས་བོད་ས་ཡོངས་རྫོགས་བཙན་བཟུང་བྱས་པའི་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ཟླ་བ་གསུམ་པའི་ཚེས་བཅུ་ཉིན། རྒྱ་མིའི་བཙན་དབང་གི་བྱ་སྤྱོད་ལ་བོད་མི་རྣམས་ཀྱིས་ངོ་རྒོལ་སྐད་འབོད་བྱས། ཕྱི་ཟླ་གསུམ་པའི་ཚེས་བཅུ་བདུན་མཚན་མོར ྋགོང་ས་མཆོག་སྐུ་འཁོར་དང་བཅས་པ་གསང་སྟབས་ཀྱིས་བོད་ལྷོ་ཕྱོགས་བརྒྱུད་ནས་རྒྱ་གར་ལ་བཙན་བྱོལ་དུ་ཕེབས། དེའི་རྗེས་རྒྱ་དམག་གིས་བོད་མི་ཁྲི་ཕྲག་མང་པོ་དམར་གསོད་བཏང་བ་དང། དགོན་སྡེ་བརྒྱ་ཕྲག་མང་པོ་གཏོར་བཅོམ་བྱས་ཏེ། བོད་མི་རྣམས་དམྱལ་བ་མི་ཡུལ་དུ་འཕོས་པ་ལྟར་སྡུག་བསྔལ་ཚད་མེད་མྱོང་དགོས་བྱུང། ྋགོང་ས་མཆོག་སྐུ་འཁོར་དང་བཅས་རྒྱ་གར་དུ་ཕེབས་རྗེས། བོད་ཀྱི་རང་དབང་སླར་གསོའི་ཆེད་བཙན་བྱོལ་བོད་གཞུང་ལས་ཁུངས་མ་ལག་དང། སློབ་གྲྭ། གཞིས་ཆགས། དགོན་སྡེ་སོགས་གསར་འཛུགས་གནང། ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་གསུམ་ཟླ་བ་དགུ་པའི་ཚེས་གཉིས་ཉིན། མ་འོངས་བོད་ཀྱི་རྩ་ཁྲིམས་ཟིན་བྲིས་གསལ་བསྒྲགས་གནང་རྗེས། རིམ་པས་བཙན། རིམ་པས་བཙན་བྱོལ་ནང་ཁྲིམས་བཟོ་ལྷན་ཚོགས་དང། ཁྲིམས་ཞིབ་ཁང། སྲིད་སྐྱོང་བཀའ་ཤག་བཅས་ཀ་བ་གསུམ་དང་ལྡན་པའི་མང་གཙོའི་ལམ་ལུགས་དངོས་སུ་ལག་བསྟར་བྱེད་འགོ་ཚུགས། བོད་རྒྱ་དབར་གྱི་དཀའ་རྙོག་སེལ་ཆེད་གཉིས་སྨན་དབུ་མའི་ལམ་གྱི་སྲིད་བྱུས་བཏོན་གནང་མཛད་པ་དང། འཛམ་གླིང་ཡུལ་གྲུ་མང་པོར་ཕེབས་ཏེ་འཚེ་མེད་ཞི་བའི་ལྟ་བ་དང་ཆོས་ལུགས་མཐུན་སྒྲིལ་བྱམས་བརྩེ་གོང་འཕེལ་ཡོང་ཐབས་སུ་ཐུགས་བརྩོན་ལྷོད་མེད་གནང་བས་འཛམ་གླིང་ཞི་བདེའི་དེ་འཛམ་གླིང་ཞི་བདེའི་དེད་དཔོན་ཆེན་པོར་གྱུར་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་གྱ་བཅུ་གྱ་དགུ་ལོར་ནོ་བེལ་ཞི་བདེའི་གཟེངས་རྟགས་དང། ཕྱི་ལོ་ཉིས་སྟོང་བདུན་ལོར་ཨ་རིའི་གསེར་གྱི་གཟེངས་རྟགས་སོགས་རྒྱལ་སྤྱིའི་ཆེ་བསྟོད་དང་གཟེངས་རྟགས་བརྒྱ་ཕྲག་མང་པོ་འབུལ་བཞེས་མཛད་དོ།